མཉམ་ཡང་ཀུན་བཟང་དབང་དུ་ཤོག། སྣང་བ་ཆོས་ཉིད་ཟླ་བ། སྲིད་པ་ཞི་བ་འཁོར་བ་མྱང་འདས་དབྱེར་མེད་པ། དེ་ཆོས་ཉིད་ཟླ་བ་ཆེན་པོའི་ཀློང་སོང་བ་རེད་རྫོགས་པ་ཆེན་པོ་གི་ཚིག་རེད། སྟོང་ན་དེ་ལྟར་རང་ངོ་ཤེས་པས་ཡིན་ལུགས་ཤེས་པས་ཁམས་གསུམ་འཁོར་བ་ཤུགས་ཀྱིས་སྟོངས་པ་རེད། གཉེན་པོ་ལ་བརྟེན་ནས་གཉེན་པོའི་སྟོབས་ཀྱིས། འཁོར་བ་ཟད་དགོས་པ་དང་སྡུག་བསྔལ་ཟད་དགོས་པ་མ་ཡིན་པ་རང་གིས་རང་ངོ་ཤེས་པས། ཡིན་ལུགས་ཀྱི་སྟེང་དུ་མཉམ་པར་བཞག་པས་འཁོར་བ་རང་ཟད་རང་བཞིན་གྱིས་ཟད་པ། ཇི་ལྟར་བྱས་ཀྱང་དག་པའི་གནས་སྐབས་ཡིན་ན་རེད་མ་དག་པའི་གནས་སྐབས་ཡིན་ན་རེད་ཤིན་ཏུ་དག་པའི་གནས་སྐབས་ཡིན་ན་རེད་ཇི་ལྟར་བྱས་ཀྱང། ཆོས་དབྱིངས་ཀྱི་ཀློང་ལ་ཡེ་ནས་འདུ་འདྲ་མེད་པ་འཁྲུལ་ཡང་ཆོས་དབྱིངས་ཀྱི་ཀློང་རེད། གྲོལ་བའི་སྐབས་སུ་ཡང་ཆོས་དབྱིངས་ཀྱི་ཀློང་རེད། འཁྲུལ་གྲོལ་གཉིས་ཀ་བློ་ཡིས་བརྟགས་པ་མ་གཏོགས་དོན་ཆོས་དབྱིངས་ཀྱི་ཀློང་ལ་ཟླ་བ་ཆེན་པོ། ཀུན་ཁྱབ་ཟླ་བ་ཆེན་པོ། གང་ལྟར་བྱས་ཀྱང་ཕྱོགས་རིས་མེད་ཐམས་ཅད་བཟང་ངན་བླང་དོར་མེད་དེ་ངོ་ཤེས་ན་རྫོགས་པ་ཆེན་པོའི་ལྟ་བ་ཡང་དེ་རེད་རྫོགས་པ་ཆེན་པོའི་སྒོམ་ཡང་དེ་རེད་རྫོགས་པ་ཆེན་པོའི་སྤྱོད་པ་དེ་རེད་དེ་ལས་ལྷག་པའི་ལྟ་སྒོམ་སྤྱོད་པ་རྩ་ན་ཡང་རྙེད་རྒྱུ་མེད་པ་རེད། དེ་ལ་བརྟེན་ནས་གསར་གཏོང་འཛིན་མེད་ཀྱི་དབང་བསྐུར་འདི་རང་ངོ་ཤེས་ཐུབ་ན། དཀྱིལ་འཁོར་ལ་བརྟེན་མ་དགོས་པ་བརྟེན་ན་བརྟེན་པའི་དཀྱིལ་འཁོར་ལ་བརྟེན་མ་དགོས་པ་རྫས་ལ་བརྟེན་མ་དགོས་པ། བསྟན་དང་བསྟན་པའི་དཀྱིལ་འཁོར་འདི་ཚོ་འདྲེས་ཏེ། ཐ་མལ་པའི་སྣང་བ་རེད། རྟོག་ཚོགས་དང་འདྲེས་པ་ཆགས་བསྡད་ཀྱི་ཡོད་རེད། རྟོག་ཚོགས་དང་མ་འདྲེས་པ་ཞིག་དགོས་ཀྱི་ཡོད་པ་ཡིན་དུས་དེ་རང་བྱུང་རིག་པའི་དཀྱིལ་འཁོར་ལ་ཆགས་དགོས་ཀྱི་ཡོད་རེད་རང་བྱུང་རིག་པའི་དཀྱིལ་འཁོར་དེ་ཟླ་བ་ཆེན་པོ་ཀུན་ཁྱབ་སྟེ་སེམས་ཉིད་ཀྱི་ངང་དུ་རྫོགས་པ་རེད་དེ་ལ་བརྟེན་ནས་རྫོགས་པ་ཆེན་པོ་ས་ཐ་སྙད་བཏགས་ཡོད་དེ་དེ་ནས་ཡོང་གི་ཡོད་རེད་དེ་ཤེས་ན། དབང་གི་མཆོག། བླ་ན་མེད་པའི་དབང་དེ་རེད་སྙམ། ཡང་ཀུན་བཟང་དབང་ཐོབ་ཀུན་ཡོན་དབང་ཐོབ་ཤོག། བརྗོད་མེད་ཀྱི་ངང་ལ་ཅི་གནས་སུ་མཉམ་པར་ཤོག།